ཨ་ཙི་ཁྱོད་ཚོའི་མི་རིགས་དེ་ཡ་སྐད་ཡོད་ལ་ཡི་གེ་ཡོད་པ་དངོས་གནས་སོ་ལྟ་ཆེ་བའི་མི་རིགས་ཞིག་རེད་ཤར། ལྷན་རྒྱས་ཚོ་དགོང་དྲོ་དེ་ལས་རྒྱུན་རིང་པོ་ཅིག་ལྷན་རྒྱས་ཚོ་དང་ཞལ་མཇལ་བྱས་ཡ་བྱུང་མ་སོང་ལ་ཨ་ནི་དེང་སང་ཉེ་ཆར་སྐྲ་བྲག་ལ་ཡང་ནང་སར་ཡ་གཅིག་ཕྱིན་པ་ཨ་ནི་ད་རེས་ནང་སར་ཡ་ཕྱིན་རྗེས་གནས་ཚུལ་ཅི་ག་ཡིན་ན་ཨ་ནི། ང་རང་རང་ཉིད་ཡིན་མིན་ན་མྱོང་ཚོར་ཧ་ཅང་གི་ཟབ་མོ་བྱུང་བྱས་ཙང་དོ་དགོང་དུས་ཚོད་ཕྲན་བུ་ཅིག་བུ་ཆུད་ཅེས་བྱས་ཡིན་ན་ཨ་ལྷན་རྒྱས་ཚོ་ཡག་བ་མཉམ་བཅོས་ཞུ་བསམ་བྱུང་ཨ་ནི་ད་རེས་ང་ཚོ་འགྲོ་སའི་གི་ས་ཚིགས་དེ་ཡིན་ན་རྒྱ་སྐད་རྒྱབ་ཡིན་ན་ཧའེ་ནན་ཟེར་ཡག་དེ་རེད་ཤར་ཨ་ནི་ད་རེས་ཧའེ་ནན་ཁུལ་ཡག་འཚོ་སྡོད་གནང་མཁན་གི་ང་ཚོ་གི་གྲངས་ཉུང་མི་རིགས་ལི་རིགས་ཟེར་ཡག་ཟེར་ཡག་འདུག་བ་ཨ་ནི་ང་ཚོ་ད་རེས་ས་ཆ་དེ་ཡག་ཅིག་འཇོག་སོང་བ་ཨ་ནི་རྒྱ་སྐད་རྒྱབ་ཡིན་ན་ལི་ཟུག་ཟེར་ཤར། ཨ་ཁོ་ཚོས། ང་ཚོ་ས་ཆ་ཕི་ཀའི་སླད་ཨ་ཁོ་ཚོའི་སྣེ་ཤན་པ་དང་འདི་འདྲས་ཕ་སྐད་ཚེ་བཤད་བྱེད་དུས་ཨ་ཁོ་ཚོས་ང་ཚོ་བོད་རིགས་ཡིན་པ་ཧ་གོ་བྱས་ཡིན་ན་ཨ་ང་ཚོ་ཡག་ཚོ་སྐད་ཚེ་དྲིས་བྱས་ཁྱོད་ཚོའི་མི་རིགས་ཡག་སོ་སོའི་སྐད་ཡོད་རེད་ལབ་གི་འདུག་ཨ་ཨ་ང་ཚོས་སྐད་ཡོད་རེད་ལབ་ཡིན་ཨ་ཡི་གེ་ཡོད་རེད་ལབ་གི་འདུག་ཨ་ཡི་གེ་ཡོད་རེད་ལབ་ཚ་ཚོ་སྨོན་མདོག་གི་ཨ་ཙི་དངོས་གནས་སོ་ཏི་ཆེན་པོ་སོ་ཏི་ཆེན་པོ་ཞིབ་ཆ་རེད་ད་ང་ཚོ་ཡོད་མ་རེད། མཛོད་ཀྱི་མི་རིགས་དེ་ཡང་སྐད་མ་གཏོགས་པའི་ཡི་གེ་ཡོད་མ་རེད་གསུངས་འདུག་བྱས་ཙང། ཡིན་ནའི་ལས་གནའ་སྔ་མོའི་དུས་ནས་ཁོང་ཚོའི་ཀྱི་ད་ལྟ་ལི་རིགས་ཀྱི་མི་རིགས་ཀྱི་སྐད་དེ་ཡིན་ན་ད་ལྟ་བུ་དོ་རྒྱུན་འཛིན་ཡག་པོ་ཞིབ་ཅིག་ཐུག་བསྡད་ཡོད་རེད་ཨང། ད་རེས་མི་སྒེར་ཕྱིན་རྗེས་འདི་འདྲས་རྒྱུས་མངའ་བྱེད་དུས་ཁོང་ཚོའི་ཀྱི་མི་རིགས་ཀྱི་སྐད་དེ་ཕ། རྒྱུན་འཛིན་བྱེད་དུས་གཙོ་དེ་ག་འདྲས་ག་རེ་གི་ཐོག་ནས་བྱེད་དགོས་རེད་ལབ་ན་གཅིག་དེ་རི་མོའི་ཐོག་ནས་དང་གཉིས་དེ་གཞས་ཀྱི་ཐོག་ནས་རེད་བྱ། ཨ་ནི་རི་མོ་དེ་ཡིན་མིན་ན།

སོ་སོའི་གི་མི་རིགས་ཀྱི་སྐད་དང་འབྲེལ་བ་ཡོད་པའི་གི་རི་མོ་དེ་ན་གདོང་དང་གཟུགས་པོའི་དེ་ལ་ཡ་རྒྱ་ཡག་ཕོ་མོའི་གི་འདྲེ་རྒྱ་ཡག་འདུག་བ་བྱས་ཙང། མི་རིགས་འདོད་ཆུང་ངོ་ནས་ཆ་བཞག་པའི་ན་མ་གཞི་བྱས་ན་མི་རིགས་དེ་ཡ་སྐད་མ་ཞིག་ཡོག་མར་དེ་གི་ལས་ཡིན་ནའི་རེད་ཁོང་ཚོས་སྐད་དེ་ཡ་དངོ་གནས་གཅེས་སྤྲས་གཅེས་འཛིན་ཡག་པོ་ཞིབ་ཅིག་བྱས་བྱས་ཡིན་ན་ཨ་ན་ད་འདི་པོ་འདུག། མ་གཞི་བྱས་ན་འཚོ་གནས་བྱེད་ཨག་གི་རྩ་གཅིག་དེ་ཡིན་ན་ནང་གསེས་ཁོར་ཡུག་ནང་ལོགས་ཡག་འཚོ་གནས་བྱེད་དགོས་བར་ཏེ་ཡིན་ནའི་ལས་ཁོ་ཚོས་སོ་སོའི་གི་སྐད་དེ་སོ་སོའི་གི་བླ་སྲོག་ལྟ་བུ་ཅིག་རྩིས་བྱས་ན་ཐབས་ཤེས་འདྲ་མ་འདྲ་བཏང་བྱས་ན་ཨང་རྒྱུན་འཛིན་བྱེད་གི་འདུག་ཨ་བྱས་ཙང་འོ་དེའི་ངོས་ནས་ཆ་བཞག་བས་ན་ཨང་ང་ཚོ་བོད་མི་རིགས་གི་ཡིན་ན་ངོ་ནས་ང་ཚོ་བོད་རིགས་གཅིག་གི་ངོས་ནས་ཡིན་ན་མི་རིགས་འདི་ཚོ་ཡང་སློབ་སྦྱོང་ཞུ་དགོས་བཞིན་དུ་ང་ཚོ་བོད་རིགས་ངོས་ནས།